ལྷན་རྒྱས་ཚང་མ་ཁམས་བཟང། བརྙན་ཐུང་འདི། བོད་སྐད་སྦྱང་མཁན་གྱི། སློབ་ཕྲུག་བདེན་རྫུན་ཆེད་དུ་ཡིན། ཚང་མས་གཟིགས་རོགས་གནང། ཨོ་ཚང་མ་ལ་བཀྲ་ཤིས་བདེ་ལེགས། ད་དེ་རིང་ངས་སྐད་ཡིག་སྦྱོང་སྟངས་ཀྱི་སྐོར་ལ་སྐད་ཆ་བཤད་ཀྱི་ཡིན། ད་ནས་ཁ་སིག་ཁྱེད་རང་གི་བརྙན་ཐུང་དེ་གཟིགས་ཚེ་ཁྱེད་རང་ཏན་ཏན་བོད་ཡིག་སྦྱང་གི་ཡོད་རེད། བྱས་ཙང་བརྗོད་གཞི་དེ་ཁྱེད་རང་ལ་ཕན་ཐོགས་དང་དབྱིངས་ཡོད་པས་རེ་བ་བྱེད་ཀྱི་ཡོད། སྐད་ཡིག་སྦྱོང་ཡག་དེ་ཁག་པོ་ཡོད་རེད། གལ་སྲིད་ཁྱེད་རང་སྐད་ཡིག་སྦྱང་གི་ཡོད་ན། ཨང་དེའི་སྒང་ལ་དུས་ཚོད་མང་པོ་གཏོང་དགོས་རེད། དུས་ཚོད་གཏོང་ཡག་དེ་སྐད་ཡིག་སྦྱོང་དུས་ཆ་ཤས་གལ་ཆེ་ཤོས་ཤིག་རེད། སློབ་སྦྱོང་གི་སྒང་ལ་དུས་ཚོད་བཏང་མ་ཐུབ་ན། བོད་སྐད་ཡིན་ན་འདྲ། སྐད་ཡིག་གཞན་པ་ག་རེ་ཡིན་ན་ཡང་ཁྱེད་རང་གིས་སྦྱང་ཐུབ་ཀྱི་མ་རེད། ང་རང་བོད་ཡིག་དགེ་རྒན་ཞིག་ཡིན། མ་ཟད་སྐད་ཡིག་སྦྱོང་མཁན་ཞིག་ཀྱང་ཡིན། གཞན་སྐད་སྦྱོང་ཡག་དེ་སྤྲོ་སྣང་ལྡན་པ་ཞིག་དང་ལྷག་པར་དུ་ཕྱི་རྒྱལ་གྱི་མི་ལ་སྐད་ཆ་བཤད་དཔེ་དགའ་པོ་ཡོད། གཞན་སྐད་སྦྱོང་དུས་ཕྱི་རྒྱལ་བ་མཉམ་དུ་གྲོགས་པོ་བཟོ་ཡ་དང་སྐད་ཆ་བཤད་ཡ་དེ་ཚོ་ཁྱེད་རང་གི་སྐད་ཡིག་སྦྱོང་དུས་ཐབས་ལམ་ཡག་པོ་ཞིག་རེད། སྐད་ཡིག་སྦྱང་ཡག་དེ་ལས་སླ་བོ་ཞིག་ཡོད་མ་རེད། མཚམས་མཚམས་ལ་ཁྱེད་རང་གིས་གཞན་གྱི་སྐད་ཆ་མ་གོ་དུས་སེམས་ཤུགས་ཆག་པ་དང། སེམས་སྐྱོ་བ་ལ་སོགས་ཡོང་སྲིད་པ་རེད། ད་དུང་ཁྱེད་རང་གཞན་སྐད་ནང་སྐད་ཆ་བཤད་དུས་ཚ་གི་ཚིག་གི་ཆགས་ཀྱི་རེད། ཡིན་ནའང། དེ་གལ་ཡོད་མ་རེད། གཞན་གྱི་སྐད་ཡིག་སྦྱོང་དུས། སེམས་སྐྱོ་བོ་དང་ཚ་གེ་ཚིག་གི་ཕྱག་ཡས་སེམས་ཤུགས་ཆག་ཡས་དེ་ཚོ་རྒྱུན་ལྡན་ཞིག་རེད། མཚམས་མཚམས་ལ་ཁྱེད་རང་གིས་གཞན་སྐད་ནང་ལ་སྐད་ཆ་བཤད་དུས། བརྡ་སྤྲོད་དང་སྒྲ་གདངས་མིང་ཚིག་ལ་སོགས་པ་ནོར་འགྲུར་ཤོར་གི་རེད། གལ་ཡོད་མ་རེད། ནོར་འགྲུལ་འདི་ཚོ་རྒྱུན་ལྡན་ཞིག་རེད། མི་ཚང་མས་སྐད་ཡིག་སྦྱང་དུས་ནོར་འཁྲུལ་ཤོར་གྱི་ཡོད་རེད། གལ་སྲིད་ནོར་འཁྲུལ་མ་བཟོས་ན་ཁྱེད་རང་ཡར་རྒྱས་འགྲོ་གི་མ་རེད། ཡར་རྒྱས་འགྲོ་ཡག་དང་ཡག་པོ་ཆགས་ཡག་གི་ཆེད་དུ་ནོར་འཁྲུལ་ཤོར་གྱི་ཡོད་རེད། ཁྱེད་རང་གིས་སྤྲོ་སྣང་ལྡན་པའི་ཐོག་ནས་སྦྱོང་བརྡར་དང་སྐད་ཆ་བཤད་དགོས་རེད། བྱས་ཙང། ནོར་འཁྲུལ་ལ་སེམས་ཁྲལ་བྱེད་དགོས་མ་རེད། ཁྱེད་རང་གིས་སྤྲོ་སྣང་འཕེལ་བའི་སྒོ་ནས་སྐད་ཡིག་དེ་སྦྱང་དགོས་རེད། སྐད་ཡིག་སྦྱང་དུས་སྤྲོ་སྣང་མེད་ན་ཨ་ནི་སྦྱང་ཡག་དེ་བས་ཁག་འགའ་ཡོད་རེད། དེར་བརྟེན་ངས་འདིར་བོད་སྐད་སྦྱང་དུས་སྤྲོ་སྣང་ཡོང་བའི་ཐབས་འགའ་ཞིག་ཡིན། དང་པོ། ཁྱེད་རང་དབྱིངས་དང་དོ་སྣང་ཡོད་པའི་དེབ་ཀློག་དགོས། དཔེར་ན། ཁྱེད་རང་གཞས་ལ་དགའ་བོ་ཡོད་ན་བོད་སྐད་ནང་གཞས་ཀྱི་སྐོར་ལས་ཀློག་དགོས། ཁྱེད་རང་སེམས་ཅན་ལ་དགའ་བོ་ཡོད་ན་བོད་སྐད་ནང་སེམས་ཅན་གྱི་སྐོར་ལ་ཀློག་དགོས། ང་རང་ཏོག་སྒྲུང་ལ་དགའ་བོ་ཡོད། བྱས་ཙང་ངས་གཞན་སྐད་ནང། ཏོག་སྒྲུང་གི་སྐོར་ཀློག་གི་ཡོད། དེས་ང་ལ། སྐད་ཡིག་སྦྱོང་ཡ་དང། སྤྲོ་སྣང་ལ་ཕན་ཐོག་བྱེད་ཐུབ། ཐབས་ལམ་གཉིས་པ། བོད་སྐད་ནང། དབྱིངས་དང། དོ་སྣང་ཡོད་པའི་བརྙན་ཐུང་བལྟ་དགོས། དབྱིངས་དང་དོ་སྣང་ཡོད་པའི་གནས་ཚུལ་དེ་ཚོ་ཀློག་ཡ་དང། བལྟ་ཡ་དཔེ་གལ་ཆེན་པོ་རེད། ཐབས་ལམ་གསུམ་པ། བོད་སྐད་སྦྱོང་མཁན་དང་བོད་སྐད་ཤོད་མཁན་མཉམ་དུ་གྲོགས་པོ་བཟོ་དགོས། གྲོགས་པོ་བཟོ་ཡག་དེ་ལས་སླ་བོ་མ་རེད། ཡིན་ན་ཡང་དེས་ཁྱེད་རང་གི་བོད་སྐད་སྦྱོང་ཡག་དང་སྦྱོང་བརྡར་བྱེད་ཡག་ལ་ཕན་ཐོགས་ཆེན་པོ་ཡོད་རེད།